ཨེ་ངེས་དེ་ལས་ནི་སྤུ་གུ་གཅིག་ལ་དཔེ་བྱ་རེ་ད་སྤུ་གུ་གཅིག་ལ་ཟླ་བ་གཅིག་ལ་དཔེ་ན་ཁྱེད་ཚོ་ག་ཚོད་བཀྲེས་འོ་དེ་ལ་ཨེ་ངེས་ཏེ་ད་མིང་འདི་ཚོ་ཆ་ཚང་དེ་མ་བཏོན་རུ་ཨེ་ངེས་ཏེ་ཤུ་གུ་དུ། ཨོ་ཚང་མ་ལོ་གྲོགས་ང་ནང་མི་ནས་བཀྲ་ཤིས་དེ་ལས་ད་ད་རིང་ངེད་ཀྱི་བརྙན་ཐུང་དེ་ག་རེ་གོ་རེ་ཡིན་ལབ་ན་འདི་ལྟ་ང་རང་འདྲ་བོ་ཉམས་མྱོང་དང་བརྩིས་ནས་ནི་ངས་ང་རང་གི་ཉམས་མྱོང་དང་མཐོང་སྟངས་དང་ད་སྐད་ཆ་གོ་ཡ་དང་ཚང་མ་བརྩིས་བྱས་ན་ད་རིང་གི་ངའི་བརྙན་ཐུང་དེ་དངོས་གནས་ཧང་སང་གལ་ཆེན་པོ་ཐོན་གི་འདུག་ཡ་ནི་ངའི་རེ་བ་ལ་ད་ང་རང་གི་བཤད་རྒྱུ་དེ་ནི་ཁྱེད་ཚོ་ཚང་མ་ལ་ཕན་གི་རེ་བ་ཅིག་ཡོད་ཡ་འོ་འདི་བྱས་ན་ད་དམིགས་བསལ་གྱི་ད་རིང་གི་བརྙན་ཐུང་དེ་ནི་གཙོ་བོ་སུ་ལ་ཡིན་ལབ་ན་གཞོན་སྐྱེས་ད་ཆང་ས་མ་རྒྱག་ངེས་དང་ནི་སྤུ་བོ་མ་སྐྱེས་ངེས་གནས་ཧྲང་ར་ནི་འོན་དེ་ལ་ཡིན་ངེས་ཀྱི་ད་རེས་དམིགས་བསལ་གྱི་ངེས་འདུན་དེ་ཁ་ཆེ་ལ་ན་ང་ད་ལྟ་དེ་རོགས་པ་གཅིག་གཅིག་ཡི་གེ་གཅིག་ལས་ཟེར་བ་ཡ་དེ་གཅིག་ད་ང་ཚོ་ཡ་མ་སྐད་ཆ་བཤད་ཡིན་པ་ཨ་ནི་དེ་སྐོར་ཧོབ་ཏུ་མེད་དེ་དྲན་ཟེར་བ་ད་ལྟ་དེ་ཨ་ནི་འོན་དེ་བཞིན་ངས་དེ་གནས་འདུན་བཟོས་ན་ཨ་ནི་ཡང་མི་མང་པོ་ཞིག་དེ་འདྲའི་སྐོར་ཧ་གོ་ཨ་ནི་དེ་གི་ཡང་ད་ག་ལ་བར་ཨིན་ཧྥོ་མ་ཤོན་མ་བཟོ་ནས་གཅིག་འཕེན་ན་འགྲོ་བ་ཡང་སོ་སོ་གི་བསམ་བློ་བཏང་སྟངས་ལས་ཏི་སི་ཕ་ཚོས་རོགས་པ་འགྲོ་བ་ཕྱིན་ནས་གཅིག་དེ་འདྲས་ཅིག་ཁོ་ན་འདྲས་ཅིག་ཡོད་ས་རེད་བསམ་ཡ་གཅིག་ད་འཕེན་གི་རེད་བསམ་ནས་ནི་ཡ་ང་ར་བ་འདི་ཚང་མ་དོན་ལ་གཅིག་བཤད་ན་བསམ་སྲིད་ཡ། དེ་འདྲ་བོ་ག་རེ་ཡིན་ལ་ནའ་ནི། འདི་ངེད་ལ་ངེད་ཀྱི་ཁྱོ་ག་དང་ང་གཉིས་ཀྱི་ཡ་ནི་ནན་ཐུག་ནང་ལ་དེ་འདྲས

དམིགས་བསལ་ཡིས་ད་ལྟ་ངོ་དེབ་འགྲོ་འོས་ན་དྲང་པོ་བཤད་ན་ཡག་ངས་ད་ལྟ་ད་བོད་པ་ཡིན་པ་ཙམ་གྱིས Friend Request འགྲོ་འོས་ལས་ན་ཚང་མ Accept བྱེད་ཤེས་ཀྱི་ཡོད་འོན་ཏེ་བྱས་ན་ངོ་དེབ་ནང་ལ་ཡང་ཡི་གེ་བྲིས་ངས་མང་པོ་བསླི་ཡི་འདུག་ར་ཡིན་ན་ཚང་མ་ལོས་ལན་རྒྱག་ཐུབ་ཀྱི་མི་འདུག་འོན་ཏེ་སྐུ་ཇི་ཡང་དགོངས་པ་མ་ཚོང་རོགས་བྱེད་ལན་ཡང་ཡང་ཡང་ལན་རྒྱག་ཡི་མི་འདུག་འདི་བོགས་ཤོར་ཚར་ལ་བསམ་ཡོད་བྱས་དེ་འདྲའི་རྩ་བ་གཉིས་ནས་མེད་ལན་ཡིན་ཨ་ནི་ད་ད་རིང་གི་བརྗོད་བྱ་གཙོ་བོ་དེ་ཡིན་ན་ང་ག་ལན་ཡིན་ལ་ན་དམིགས་བསལ་གྱིས་ད་ང་ཚོ་ཕྱི་རྒྱལ་འགྲོ་བ་ཡིན་ན་ད་ལྟ་ཕྱིའི་རྒྱལ་ཁབ་ལ་ཡོད་ངེས་ཡིན་ན། ཨ་ནི་ཆང་ས་མ་རྒྱག་ངེས་ལ། ཨ་ནི་ཆང་ས་མ་རྒྱག་ངེས་དང་ཨ་ནི། ཁྲིམས་ཐོག་ནས་ལས་ཀ་དང་ཁྲིམས་ཐོག་ནས་ཆང་ས་མ་རྒྱག་ངེས་དང་ཨ་ནི་ཡང། ག་འུ་ཕྱི་ནས་བསྡད་ཡུལ་དུ་ཨ་དེ་འདྲའི་པར་ན། མཉམ་དུ་ལི་བིང་རེ་རེ་ཆུན་ལ་ཡུ་ར་ཨིན་ཇི་མ་བཟུང་ནས་མཉམ་དུ་ནང་གཅིག་ལ་བསྡད་ཁྱོ་ག་གི་མེད་གྲོ་འུ་ཕྱི་ནས་དེ་འདྲས་བསྡད་ངེས་དང། དེ་ཚོ་ཚང་མ་བློ་ལ་ག་ལ་ཡིན་ལ་ན་དམིགས་བསལ་གྱི་ད། སྤུ་གུ་ཟོས་ཏོ་དེ་ཁྱོད་ཚོ་དཔེ་གལ་ཆེན་པོ་བསམ་བློ་ཡག་པོ་བཏང་ནས་སྤུ་གུ་ཟོས་དེ་དཔེ་གལ་ཆེན་པོ་རེད་ལན་ཡོད་ད་དམིགས་བསལ་གྱི་དེ་ཕྱི་རྒྱལ་ལུང་པར་འགྲོ་འོས་ན་ཁྱོད་རང་གལ་སྲིད་ད་ངེད་ཀྱི་ཁ་ལོ་བསམ་ཚུལ་དང་ཉམས་མྱོང་དང་རེ་བ་དང་ཚང་མ་ཡི་ག་རེ་ཡིན་ལ་ན་གལ་སྲིད་རོགས་པ་གཉིས་མཉམ་དུ་ཡོད་ན་ཁྱོད་རང་གཉིས་ཀ་མུ་མཐུན་མེད་ན་ག་དུས་ཡིན་ནས་སྤུ་གུ་མ་བཟོད་ལ་ཡ་ད་ངས་ཀྱི་དེ་ཤུགས་ཆེན་པོ་བྱེད་ངེས། ཁ་ཆེ་ལ་ན་འདི་ངས་མང་པོ་མཐོང་མྱོང་ར་མང་པོ་གོ་མྱོང་ར་བ་འདི་ཇོ་ལ་དཀའ་ངལ་ཤུགས་ཆེན་པོ་ཞིག་ལི་འདུག་ར་ཡ། དཔེར་ན་ད་ར་དགའ་བོ་བྱས་ནས་མཉམ་དོ་དེ་འོག་རེད་ཁ་ཤས་པུ་གུ་ཆགས་འགྲོ་ངེས་ཡོད་རེད་ཁ་ཤས་རྐང་བཙུགས་ནས་བཟོད་ངེས་ཡོད་རེད་ཁ་ཤས་ཡང་མི་གཅིག་གི་འདོད་པ་བྱས་གཅིག་འདོད་པ་མེད་ནས་ཡང་པུ་གུ་ཆགས་བཅུག་ཤ་ཡ་ཅོ་དགོན་ད་པུ་གུ་ཆགས་བཅུག་ཤ་ཨ་ནི་ཡང་ཁ་ལ་བར་ད་ཇུ་ལ་ཨ་ནི་ཨ་པུ་གུ། སྤུ་གུ་ཡོད་ན་ཡང་འགྲིག་འགྲོ་གི་རེད་ལ་ངས་ད་དམིགས་བསལ་གྱི་འོ་འདི་འཛུལ་ཡིན་ཡོད་ཨ་ད་རིང་གི་གནས་སྟངས་འདི་འགྲོ་བས་ན། ཁ་ཅེ་ན་ན་མང་ཆེ་གཅིག་གིས་ད་བུ་མོ་འགྲོ་བས་ན་ད་ང་རང་བུ་མོ་གཅིག་ཡིན་པའི་ཐོག་ནས་བསམ་བློ་བཏང་ན་བུ་མོ་མང་ཆེ་ད་ལོ་ཉི་ཤུ་རྩ་བརྒྱད་རྩ་དགུ་དང་ཨ་ནི་སུམ་ཅུ་སོ་ལྔ་འདི་པར་ར་ལ་སླེབས་དུས་ཨ་ནི་ཕ་མ་ཡིན་ནའི་འདྲ་ད་སོ་སོའི་འགྲོ་ཡ་འདྲ་ད་ཁྱོད་རང་ཆང་ས་རྒྱག་ཡའི་དུས་ཚོད་རེད་སྤུ་གུ་སྐྱེ་ཡའི་དུས་ཚོད་རེད་ལ་ན་ཤུགས་ཆེན་པོ་ཞིག་སླེ་ཡི་རེད་ཡ་ལེ་བར་ལ། ད་འདི་ང་རང་གི་ཉམས་མྱོང་ལ་དཔག་པའི་ད་ཕ་མ་འདི་ཚོའི་ནས་ད་ཁྱོ་ག་ཡག་པོ་བུ་ཡག་པོ་ཞིག་རག་ན་ཁྱོད་རང་ཆང་ས་རྒྱས་ལ་ཡས་ད་འདི་ཤུགས་ཆེན་པོ་ལིར་ད་འདི་ངས་ད་ད་ཆང་ས་མ་རྒྱས་ངས་ད་སྤུ་བོ་མ་རྒྱས་ངས་ལ་གི་ཡོད་ད་དམིགས་བསལ་གི་ཡོད་ག་ཅིག་ལ་ན་འོང་འདྲི་ལེ་དུས་ཨ་ནི་ཡ་སོ་སོ་ལས་ཅིག་ལིའི་ད་ད་ཨ་ད་ང་ངོ་ནས་ཆང་ས་རྒྱས་སྤུ་བོ་རྒྱས་དུས་ཚོད་ཡིན་ཟེར་ད་ཡ་ག་ཅིག་ལ་ཡིད་ད་སྤུ་བོ་ཅིག་རྒྱས་ཕྱི་དྲ་ན་ཡག་པོ་ཡོད་མ་རེད་ལ་རང་ནི་འདི་གི་ཏིས་ད་ག་ལ་རོ་ཤུགས་ཐེ་ངས་འགྲོ་བོ་ཅིག། ཐུང་གུ་དུ་ར་ང་ར་གི་ཐོང་ཐང་ལ་དྲི་དང་དེ་འདྲའི་དང་ནི་ཡང་གྲོགས་པོ་གྲོགས་མོ་དེ་འདྲའི་གི་ཨ་ཁེ་པུ་ཨུ་ཁེ་དེ་ཚོས་ད་པུ་ཨུ་ཁེ་འོག་རེ་འགྲོ་བ་ལ་དུས་ཡང་ག་ཨུ་ཅི་མཉམ་དུ་ཡོད་ནར་ད་གལ་སྲིད་ངས་དཔེ་ལ་འོག་དང་ག་ཨུ་ཅི་མཉམ་དུ་ཡོད་གལ་སྲིད་ཁྱོ་ག་ཨུ་བུ་དེ་ད་ད་པུ་ཨུ་མོ་འོག་ལ་ནི་ཡང་བུ་མོ་དེ་དེ་འདྲའི་མང་པོ་ཞིག་གོ་དུས་ཡང་ཨ་ད་པུ་ཨུ་ཁེ་འོག་ཟེར་ལ་ནི་ཡང་མཉམ་དུ་བསྡད་པུ་ཨུ་ཆགས་ན་པུ་ཨུ་ཤ་འདྲེ་བྱེད་ཀྱི་འདུག་ཨ་ཡ་ད། དཔེ་ལ་བར་དུ་འོན་ཏེ་འོན་ཏེ་གཅིག་པུ་གཅིག་ཀྱང་ཡང་བུ་བུ་མོ་དེ་ཡིན་ནས་ཡང་བུ་དེ་ཡིན་ནས་བུ་བུ་མོ་དེ་འདོད་པ་མེད་ནས་ཨ་ད་མོ་ལ་པུའུ་ཆགས་ན་མོ་ང་གཉིས་མཉམ་དུ་བསྡད་ཡང་འགྲིག་འགྲོ་གི་རེད་ལ་ནས་ཡང་པུའུ་བཟོས་ཞེས་ཡང་བརྗོད་ཨ་དེ་འདྲའི་འདྲ་བོ་ཁྱེད་ཚོ་རྩ་བ་གཉིས་ནས་མ་ཕྱིས་ལ་ཡང་ཡོད་ཨ་དེ་གལ་སྲིད་ཨེ་འདྲས་བྱེད་ངེས་ཤི་འདུག་ཨ་ཡ་དེ་ང་ར་གི་མཐོང་སྟངས་དང་ད་སྐད་ཆ་གོ་སྟངས་དང་མང་པོ་ཅི་ལ་ལྟ་ར་དེ་ཀྱི་མི་ཚེ་ཞིག་འདུག་ཨ་འདི་རྒྱུད་རིང་པོ་བཅས་འགྲོ་གི་མི་འདུག་ག་དུས་ཡིན་ནས་རེད་ད་ར། ཁ་ཤས་སྤུ་བོ་སྐྱེས་ན་ཡག་པོ་བྱ་ཡི་རེད་ད་ཨ་ནི་ཡང་བུ་མོ་ཡིན་ན། ཨ་ང་ལ་སྤུ་བོ་གཅིག་ཁོ་བ་ཅིག་སྤུ་གོ་ཡོད་ན་ཁོ་ང་མཉམ་དུ་ཡག་པོ་བསྡད་ནས་ཡག་པོ་བྱ་ཡི་རེད་ལ་ཨ་ད་ཨ་ནི་ཡང། བུ་ཡིན་ནས་ད་ག་ནང་བཞིན་ཨ་སྐྱེས་མའི་དེ་ལ། མོ་ང་དགའ་བོ་རང་ཨ་མོ་སྤུ་གོ་གཅིག་བཟོས་ཤག་ན་ཨ་ནི་མོ་ང་མཉམ་དུ་ཡག་པོ་བསྡད་ཡོད་ལ་ཨ་ཞོ་ད་འདི་ཁྱོད་ཚོ་རྩ་བ་གཉིས་ནས་མ་ཕྱི་རོ་ཕྱི་ལ་ཨ་ཡོད་ཨ་གལ་སྲིད་ཨེ་འདྲས་བྱེད་ནས་མི་ཚེ་ཡར་འགྲོ་ནི་ཡོད་ཨ་ད། བུ་དགེ་ལོ་གཅིག་གཉིས་བུ་བསོད་ཚང་མ་མཉམ་དུ་ལས་ར་ནས་འཇུག་ལ་ཁྱོད་རང་ཉི་མ་གཅིག་རྩེ་ཤོ་ནས་ཡ་ཁྱོད་རང་ལ་སྐད་ཆ་འོ་འདི་ལ་ཡོད་རེད་ལ་ཡ་ཁྱོད་རང་ང་འདོད་པ་མེད་ཁྱོད་རང་གི་བུ་བསོད་བཟོ་བ་ལས་ཤི་ད་དེའི་སྐད་ཆ་དེ་ལི་ཡིར་ད་ངས་ད་ལྟ་རོགས་པ་མང་པོ་བཙལ་ནས་གོ་སྐྱོ་རེད་ད་འོ་འདྲེ་ཅི་མང་ཆེ་ལ་འོ་འདི་དཀའ་ངལ་ལི་ཡིད་ད་ང་འདོད་པ་མེད་ནས་ཁྱོད་འུ་ཚོའི་རྒྱ་ནས་བུ་བསོད་བཟོ་བ་ད་ནི་ཁྱོད་འདོད་པ་མེད་འདྲེ་ལས་ཤི་ད་དེ་གཉིས་ཀའི་བར་ཚོ་འོ་འདི་ཕྱི་ནས་ངའི་ག་དུས་ཡིན་ནས་ག་ལ་ཡོད་ལ་ན། ཁྱོ་ག་སྐྱིད་མེད་དང་དགའ་བོ་སུ་ཡིན་ནར་ད་ཁྱེད་རང་གཉིས་ཀའི་འདོད་པ་དང་གཉིས་ཀའི་གི་རལ་གྲི་ཡོད་ན་ད་མ་སུ་ནི་ཁ་ལ་འོར་ད་གཉིས་ཀའི་ཨ་ད་ང་གཉིས་གཉིས་ཀའི་གི་འདོད་པ་འདུག་ང་གཉིས་གཉིས་ཀའི་འགྲིག་གི་འདུག་བསམ་ན་གཞི་ནས་ཨ་ནི་སྤུ་གུ་སོའི་ལ་ཡ་ཡིན་ཨ་འོ་འདི་ནི་སྤུ་གུ་ཆ་ཤས་ལ་ཡ་འདི་འོ་འདི་ངའི་པེ་ཁེ་ཆུང་མོ་ཐུང་གོ་འདི་ཨ་ད་ད་ད་ད་སུས་ད་ལུང་པ་ད་ཡོ་རོབ་གོ་ཨ་ལ་ཡིན་ནར་ད་ད་ཁྱོད་རང་གཉིས་སྤུ་གུ་གཅིག་ཆ་རེད་འདི་འཇུག་ལོ་ཁྱོད་གཉིས་ཁ་ཁ་ཆགས་ན་ད་ར་ཆང་ས་བརྒྱ་ཡོད་མར་ད་ཁྱེད་གཉིས་གཉིས་ཀ་ཆང་ས་མ་བརྒྱ་ནས་འདྲ་ཆེན་སྤུ་གུ་ཡོད་ན་ཁ་ཁ་ཆ་ན་ད་སྐྱེ་དམན་དེ་ཡིན་ན་ནིང་བྱས་སོ་སོ་གྲོ་གོ་ལ་སྤུ་གུ་ཡོད་ཁ་ཁ་ཆ་བ་ཆ་ཆ་སྤུ་གུ་ཡོད་ན་སོ་སོ་སྤུ་གུ་དེ་སོ་སོ་ཅུག་པུ་གི་ལྟ་འོ་རེད་སྤུ་གུ་སྐྱེ་དུས་ད་ཚང་མ་སོ་སོ་མྱང་གོ་ར་ད་དེ་ས་མོ་དང་ད་ད་ཨ་ནི་ཕེ་ཁེ་ལ་འགྲོ་དུས་ད་སྤུ་གུ་མན་ག་ལ་སྐྱེ་དུས་ཕ་མ་མིང་ཚང་མ་ཤུ་བུ་གང་ལ་བྲི་འོ་རེད་ད་དེ་བྲི་དུས་སྤུ་གུ་པོ་ཡིན་ནས་འདྲ་ཨ་མ་ཡིན་ནས་འདྲ་སུ་དེ་མིང་བྲི་ཡན་ཡིན་པ་ར་ད་དེ་མ་བྲི་རང་བྲི་ར་ཡ་བུ་པོ་ཧ་མ་གོ་གྱོ་ནི་མ་རེད་སུ་སུ་ཧ་གོ་གོ་རེད་འདི་རང་བཞིན་མེད་བུ་པོ་སྐྱེ་ཁ་མན་ག་ལ་འགྲོ་དུས་ཕ་མ་དང་མིང་འདི་བྲིས་གོ་ར་ད་དེ་བྲིས་ཚར་ན་ར་ད་ར་ད་དེ་ཁྱོད་རང་མིང་འདི་བྲིས་ཡོད་ན་ཨ་ནི་ཁྱོ་ག་ཡིན་ནས་སྐྱི་སྨན་ཡིན་ན་ཁྱོད་རང་མན་ལ་ས་ཡོད་མ་ར་ད་གལ་སྲིད་ཁྱོད་རང་གི་དེ་མིང་འདི་བྲིས་ཚར་ན་ད།

འོ་དེ་བྱས་ནས་ད་ངས་ག་ལ་ཡ་ལ་ན་འོ་འདི་འདྲའི་རྩ་བ་གཉིས་ནས་མ་ཕྱིས་ལ་ཡ་བུ་གལ་སྲིད་གཉིས་ཀའི་གི་འདོད་པ་མེད་ན་གཅིག་གི་འདོད་པ་ཡོད་ནས་གཅིག་གི་འདོད་པ་འདྲ་བྱས་ནས་བུ་གུ་ཆ་བཅུ་ལ་ཁ་ཁ་ཆགས་ན་ཁྱོད་རང་ཚོ་ད་དམིགས་བསལ་གྱི་ཕྱི་རྒྱལ་དུ་འདྲ་ཡིན་ན་དངོས་གནས་ཧང་སང་ཡ་ཉང་གི་རི་ལ་ཡ་ཡོད་ད་ད་མ་བྱུང་ངས་དུ་འཛུལ་ལ་རེ་ད་གཙོ་བོ་གི་ག་བྱས་ལ་ན་ད་བུ་མོ་གཅིག་ཡིན་པའི་ཆ་བཞག་ན་ད་ང་བུ་མོ་གཅིག་ཡིན་པའི་ཆ་བཞག་ན་གལ་སྲིད་བུ་མོ་དེ་ལ་སྤུ་བོ་སྐྱེས་ཡོད་ན་ཁྱོད་རང་ཁྱོ་ག་མཉམ་དུ་ཡོད་མ་རེད་ད་ཁྱོ་ག་ཡིན་ན་གའུ་ཡིན་ན་འདི་མཉམ་དུ་ཡོད་མ་རེད་ཚང་མ་ཁྱོད་རང་བྱིའོ་ཕ་མ་སྤིན་རྒྱ་ཡི་བྱིས་ཡིག་རེད་ཡིན་ན་ཁྱོད་རང་ག་དུས་བུ་དང་བྱིས་ཡིག་རེད་བསམ་བློ་བཏང་ད་སོ་སོ་རང་གི་སྤུ་བོ་ལ་ལྟ་ཁྱོ་ད་ཕ་མ་སྤིན་རྒྱ་སུའི་ལྟ་ཁྱོ་ད་གཅིག་པ་དེ་ཡིན་མ་རེད་ཨ་སོ་སོ་རང་གི་བྱིའོ་རེད་རྒན་ཚང་མ་ཁྱེད་ནས་ད་དེ་དཀའ་ལས་ག་ཚོད་ཡོད་རེད་ཨ་སྤུ་གུ་དེ་ལས་ད་ར་ཨ་མ་ཡིན་དུས་ཡང་སྤུ་གུ་དེ་ལ་མང་པོ་བསམ་ཞུའོ་ད་དྲང་པོ་བཤད་ན་ཨ་སྤུ་གུ་དེ་སྤ་བ་དང་དེ་འདྲ་སྐོར་ལ་དེ་ཁྱོད་རང་སོ་སོ་ལ་ག་ཚོད་སྡུག་བསྔལ་ཡིན་རེད།

ནང་བཞིན་གྱི་ཁོ་ན་ཚོ་ཁྲིམས་ཀྱི་ཐེངས་དྲུག་རེ་ཡིན་མན་ལ་ས་ཡོད་མ་རེད་ད། འོ་དེ་བྱས་ན་ནི་དཔེ་གལ་ཆེན་པོ་ད་དཔེར་ན་ཆ་ཤ་ན་ཁྱོད་རང་གཉིས་ཁ་ཁ་ཆེ་ཚ་རེ་སྤུ་གུ་གཅིག་ཡོད་རེད་བ་ཡ་ཡིན་ནས་ད། གཉིས་ཀའི་ལོ་མི་ཚེ་ལོ་གར་སུ་སུ་སུ་མི་ཚེ་སྐྱེལ་དགོས་རེད་བ་ཡ་ད་ཀྱི་མེད་དེ་ཡིན་ན་སྙིང་རྗེ་སུ་སུ་སྤུ་གུ་ཡོད་རེད་ཡང་ཁྱོ་ག་གསར་བ་གཅིག་ཡོད་དེ་དེའི་ག་ཅིག་སྤུ་གུ་གཅིག་ཡོད་རེད་ཡང་དེ་ནི་མ་ག་ཚོད་མྱང་གི་རེད་ད་ས་མོ་ད་ནི་ཚམ་ཚམ་ཐོན་མ་ཐོན་ཕྱིན་ནས་ད་ཁྱོ་ག་དེ་ཡིན་ནས་ཁྱོ་ག་དེ་སུ་སུ་མི་ཚེ་གསར་བ་སྐྱེལ་འགྲོ་གི་རེད་བུ་དེ་ཡིན་ན་རེད་ད། བུ་དེ་ལ་ཡང་སྐྱེ་མའི་སྤུ་གུ་གཅིག་ལི་ཡིག་རུ་ཡོད་ཡིན་ནས་ད་ཁོ་སྤུ་གུ་མེད་ན་ཡང་སོ་སོའི་སྐྱེ་མའི་སྤུ་གུ་ཡོད་ནས་ད་མདོའི་སྤུ་གུ་གཞན་པར་སྐྱེ་མའི་སྤུ་གུ་དེ་ལ་དཔེ་ཤ་ད་བ་རྟག་པར་སྤྲད་འོ་རྟ་ཡིན་མེད་ལ་ས་མེད་ཁྱོད་རང་རྟག་པར་སྤྲད་དེ་འོ་རོང་འདི་ཇི་ཉག་ནི་ཁྱོད་རང་སྤྲོ་བ་ཡིན་ན་ད་ག་ཚོད་མྱང་གི་རེད་ཁྱོད་རང་སོ་སོ་ནང་གཅིག་ལྟ་ཅིག་ཡོད་རེད་དཀྱིལ་མའི་སྤུ་གུ་ཆ་ཚང་གཅིག་ཡོད་རེད་འདི་སྒང་ལ་ད་འདོད་སྤུ་གུ་གཞན་པ་ད་གཅིག་གཉིས་ག་ཚོད་ཡོད་ནེར་ད་ད་སྤུ་གུ་གཉིས་འགྲོ་བ་ཡོད་ངེས་ཡིན་ན་ད་འདི་ལ་དཔག་པ་ཡང་སྤུ་གུ་གཉིས་ལ་དཔྲལ་བར་གཅིག་ཡོད་ངེས་ཡིན་ན་གཅིག་ལ་དཔྲལ་བར་ཨ་ནི་དམིགས་བསལ་གྱི་ཁྱོད་རང་གཉིས་གལ་སྲིད་ཁྲིམས་ཐོག་ནས་ཆང་ས་རྒྱག་ཚར་ན་ད་ཨ་ནི་ཆང་ས་རྒྱག་ཚར་ན་སྤུ་གུ་སྤུ་གུ་མིན་པ་བྱིན་ནས་དཀྱིལ་མའི་དེའི་ལས་ཀ་བྱེད་ཀྱི་མེད་ན་ད་དཀྱིལ་མའི་དེ་ལས་ཆ་ཚང་བལྟ་བར་ཁྱོད་རང་ཁྲིམས་ཀྱི་འགྲོ་སྟངས་ཡང་ཡིན་སྨྲས་ལ་ས་མེད་བར་གདའ་འོན་ཏེ་ཡང་སྐྱི་སྨན་ཡིན་ནས་ད་ག་ནང་ཤིར་གདའ་གལ་སྲིད་སྐྱི་སྨན་དེ་ལས་ཀ་ཡག་པོ་བྱེད་ར་ཁྱོ་ག་དེ་ཁྱེད་སྐུ་ཅིག་བྱེད་ཀྱི་མེད་ན་སྐྱི་སྨན་དེ་ཁྱོ་ག་དེ་ལྟ་གོ་གོ་བར་གདའ་འོན་ཏེ་ར་གདའ་ཡང་བུ་བཅུག་པུ་ཀྱིས་སྐྱི་སྨན་ལ་ལྟ་ཡ་ད་དེ་འདྲས་མར་གདའ་སྐྱི་སྨན་ཡིན་ནས་ཡང་སོ་སོས་ལས་ཀ་འཛོལ་ཧྲ་ད་ད་ཡག་པོ་ཡོད་གལ་སྲིད་ཁྱོ་ག་ལས་མེད་དེ་འདྲས་འཁྱམ་དེ་ངས་ཅི་ཡོད་ཁྱོ་ན་ཆང་ས་རྒྱ་ན་ཁ་ཁ་ཆ་ཡོད་ན་ཁོ་གལ་བྱེད་ཀྱི་མེད་ནི་སྐྱི་སྨན་ཡིན་ནས་ཁྱོད་རང་ཡིན་ནས་ཡང་ཕི་གེ་ཁོ་ཉི་མ་ཆང་ས་རྒྱག་ཚར་ར་འོང་འདི་བྱེད་ནི་ཡང་སྐྱི་སྨན་འདི་གའི་རྟ་གོ་ཁེ་གོར་ད་བུ་དེ་འོང་འདི་བྱེད་ནི་ཡང་ནི་ཆང་ས་རྒྱལ་ད་བུ་རྒྱལ་ལན་དེ་བྲེ་ལ་མ་བྱིས་ལན་ཡང་ཁྱེད་ཚོ་ཚང་མ་ག་དུས་ཡིན་ནས་སོ་སོ་མི་ཚེ་རྒྱལ་ལ་གནས་དུས་བསམ་བློ་ཡག་པོ་བཏང་ར་བ་དམིགས་བསལ་གྱི་སྤུ་གུ་འགྲོ་བོ་དེ་ཚོ་ད་དངོས་གནས་དཀའ་ལས་ཁག་པོ་ར་ལན་ཡང་ད་ངས་ཁྱེད་ཚོ་དཔེ་ཞིག་སྟོན་གོ་ད་ང་ད་ལྟ་དེ་ངས་ཡི་གེ་གཅིག་ལས་སུ་ལ་ཟ་དེ་ངས་ད་ཡི་གེ་དག་པོ་ད་ལན་སྐད་ཆ་བྲིས་ཡིན་ད་ཡང་སྟོན་ན་འགྲིག་གི་ར་བས་ལ་ནི་ཡང། ད་དཔེར་ན་ད་ལྟ་འདི་ངའི་སྒྲུང་བཤད་ས་དེ་འགྲོ་འོས་ན་དེ་ལས་འགྲོ་འོས་ན་ད་ཁོ་རང་སྙེ་མ་ག་འུ་ཆེ་སྤུ་གུ་ཡོད་རེད་བ་ཡ་ད་ད་ད་ཚང་མ་སྙེ་རྒྱ་སུ་སུ་སུ་མི་ཚེ་འགྲོ་བསྡད་ཡོད་རེད་བ་འགྲོ་བསྡད་ཡོད་ནས་ད་ད་ད་སྤུ་གུ་ད་ད་དེ་འགྲོ་འོས་ཡི་གི་ལས་ངན་དེ་ལས་ན་སྤུ་གུ་གཅིག་ལ་དཔེ་ཤར་རེད་ད་སྤུ་གུ་གཅིག་ལ་ཟླ་བ་གཅིག་ལ་དཔེར་ན་ཁྱོད་ཚོ་ག་ཚོད་སྤྲད་འོས་འདུག་ལ་ངས་ད་ད་མིང་འདི་ཚོ་ཆ་ཚང་ད་མ་བཏོན་རེད་བ་ངས་ད་ཞུ་གུ་འདི།

ད་བ་ལི་ཡའོ་འོན་ཏེ་གཱས་ད་འདི་སྤུ་གུ་གཅིག་ལ་སྤྲད་དགོས་ད། འོ་འདི་སྤྲད་དགོས་དུས་ཡ་ད་ཁྱེད་རང་ཚོས་བསམ་བློ་དང་ད་ད་སུས་གསུངས་པ་ཡིན་ན་ད་བླ་མང་ཤོས་འགྲོ་ཉུང་ཤོས་ལ་འོ་ད་སྐྱིད་མ་ཅིག་ཡོད་ར་འོ་འདི་སྒོར་མོ་བཞི་སྟོང་འགྲོ་འོ་ད་བོད་པ་ཕལ་ཆེར་འགྲོ་འོ་ད་རེད་མ་མེ་ཅོ་རི་ཏི་ལན་ད་འདི་ལས་ཡག་ག་པའི་ཡོད་རེད་འདི་ལས་ཉུང་བ་ཡོད་ད་སུས་སྒོར་མོ་བཞི་སྟོང་ཡོད་ན་ད་ཁྱོད་རང་ཟླ་བ་ཁྱོད་རང་ནང་མི་ཅིག་ཆགས་ལྟ་ཡོད་རེད་ད་ཟླ་བ་ལ་ཁང་གླ་དང་ཚང་མ་ཕ་པི་རི་བ་ཁྱོད་རང་ད་འདི་འདི་ལ་སྒོར་མོ་བརྒྱད་བརྒྱ་ཅིག་སྤྲད་གོ་འོར་ད་ཟླ་བ་རྟག་པར་ད་ད་འདི་ཡོད་ད་ད་སྒོར་མོ་བརྒྱད་བརྒྱ་དེ་ད་ད་ད་ལོ་ད་ལོ་ནས་འགོ་བཙུགས་ནས་འདྲེ་རེད་བུ་ད་ཡང་སྤུ་གུ་འདི་ལོ་ཕྱི་རུ་འགྲོ་ནས་ཡང་པི་ཤ་དེ་མང་འགྲོ་གོ་འོར་ད་འདི་ལོ་ཆེ་ཆུང་ལ་དཔག་པའི་ཡོད་རེད་ཡང་ལོ་ཆུང་ཆུང་སྐབས་སུ་འདི་གས་བྱས་ཡང་ནི་ལོ་ཡ་ཡ་ཡ་ཟིམ་དུས་ཡང་པི་ཤ་དེ་མང་ན་མང་ན་མང་འགྲོ་གོ་འོར་ད་འོ་འདི་བྱས་ནས་ཁྱེད་ཚོས་ཡ་ད་སྤུ་གུ་དམིགས་བསལ་གྱི་ཕྱི་རྒྱལ་ལོ་ཕྱི་རྒྱལ་འགྲོ་བས་ན་སྤུ་གུ་བཟོས་དུས་ཡ་སོ་སོ་བསམ་བློ་ཡག་པོ་བཏང་ཨན་ཁ་ཁ་བྱས་འགྲོ་བྱ་ནས་པས་སོ་སོ་བསམ་བློ་ཡག་པོ་བཏང་ར་སྤུ་གུ་ཡོད་དུས་འོང་དུས་བྱས་ནས་ཁྱོ་ག་བུ་དང་བུ་མོ་གཉིས་ཀ་ལ་ལེགས་ཡོད་ད་ཁྱོད་རང་ཡིན་མེད་ལ་ས་མེད་ཁྱོད་རང་པེ་ཤ་ད་པེ་ཤ་རེད་ཨ་པེ་ཤ་སྤྲད་གོ་ཡོད་ཡོད་པ་བྱས་ད་ད་འདི་འགྲོ་བ་ད་ར་སྤུ་གུ་གཅིག་ལ་ཁོ་མོ་རྒྱལ་ཁྱེར་སྤྲད་དུས་མང་པོར་བ་ཟ་མོ་དང་ནི་ཟླ་བ་རྟག་པར་སྤྲད་དགོས་དོན་སོ་སོའི་ནང་མི་ཡོད་རྒྱུ་ཅི་རེད་ནི་དཀའ་ལས་རེད་བ་ད་ཡང་ཁ་ཤས་ཀྱིས་དེ་འདྲའི་དཔེ་ཆའང་ང་ལ་དཔེ་ཆ་སྤྲད་དགོངས་མ་རེད་རྫུན་མ་རེད་ལ་འོན་ཏེ་ལ་ཁོ་རང་ཡོད་མ་རེད་ཁྱོད་རང་ལ་དེ་གནས་པའི་ཆོ་ཡོད་མ་རེད་ག་ཅི་ན་ན་ཁོ་གཞུང་གི་ཁྲིམས་ལས་ཡོད་དུས་ཁོ་སྤྲད་ཀྱི་མེད་ཡིན་མེད་ལ་ས་ཡོད་མ་རེད་ཟླ་བ་རྟག་པར་ཁོ་རང་རང་བཞིན་མེད་པ་དཔེ་ཆ་དེ་མ་སྤྲད་ཡུལ་རེད་ཡ་གལ་སྲིད་མ་སྤྲད་ན་ཁྱོད་རང་དཔེ་ཆ་དེ་ཚང་མ་བུ་ལོན་ནང་ལ་འཛུལ་འགྲོ། གལ་སྲིད་བུ་ལོན་ནང་ལ་རྫུས་སྤྲོད་ནུས་ཡང་རྗེས་མར་ཁྱོད་རང་ཤུ་བོ་ག་རེ་ཡིན་ནས་ཡང་གཞུང་གི་ཤུ་བོ་གཅིག་ལན་འགའ་སྤྲོད་དུས་ཁྱོད་རང་དང་པོ་བུ་ལོན་དེ་གཙང་མ་བཟོས་ལ་ཡིར་ཁྱོད་རང་ཤུ་བོ་ག་རེ་ཡིན་ནས་བྲིས་མ་ད་ཕྱི་རྒྱལ་ལུང་པ་ལ་ཡིན་ན་ལས་ཀ་ག་རེ་ཕྱིན་ནས་ཤུ་བོ་སྒོར་ཁྱོད་རང་ག་རེ་གཅིག་ཆུ་འཇུས་གཅིག་ལ་སྒྲོལ་ཆུ་འཇུས་གཅིག་ཡིག་ཆ་ཞིག་བཀོད་ལ་ནི་ཡང་ཕི་རྒྱལ་ལས་ཁུངས་ནས་ཤུ་བོ་གཅིག་ཁྱི་ཤུ་ལ་ཡིར་ཤུ་བོ་ཁྱི་ལོས་དུས་ཁྱོད་རང་མིང་བྲིས་དུས་ཁྱོད་རང་ང་ཅི་ཆ་ཚང་དོན་ཡོད་ངོ་རེ་ཡ་ཆ་ཚང་དོན་དེ་ཁོང་ཚོའི་ལས་ཡོད་རེད་ད་དེ་ཁྱོད་རང་ཉི་མ་བུ་དེ་པུ་གུ་པེ་ཤ་སྤྲད་མི་འདུག་ལས་ནས་པུ་གུ་པེ་ཤ་དེ་གཙང་མ་མ་ཆགས་པོ་ད་ཁྱོད་རང་ལས་ཤུ་བོ་ཅེས་བཀྲིས་མར་འོང་དེ་བཞིན་ནས་ད་བུ་དང་བུ་མོ་མ་འོང་པ་ཆང་ས་རྒྱག་རྒྱུ་དེ་ཚོ་ལ་པུ་གུ་མ་སྐྱེ་ངན་དེ་ཚོ་སྐྱེ་རྒྱུ་དེ་ཚོ་ལ་གཙོ་བོ་གི་ཡ་བསམ་མོ་ཡག་པོ་བཏང་ཁྱོ་ག་གི་མེ་གཉིས་རྒྱག་གི་འདོད་པ་ཡོད་ན་བུ་དང་པུ་གུ་མ་བཟོས་ལན་ཡོད་འོང་དེ་དཔེ་གལ་ཆེན་པོར་ད་ཨ་སོ་སོ་གཉིས་ཀས་འདོད་པ་ཡོད་ན་ནི་ཁྱོད་རང་ལ་ཡང་ལྷག་ཡོད་མ་རེད་ཁྱོད་རང་ཡང་འདོད་པ་མེད་ན་ངས་ཨུ་ཚུགས་རྒྱག་ན་ངའི་བུའུ་སྒོ་ལ་མེད་ཁྱོད་རང་ཡང་ཨུ་ཚུགས་རྒྱག་ན་ང་ལ་བུའུ་བཟོས་ཡོད་མ་རེད་ཕར་ཚུར་ཡོད་རོགས་ཡ་ད་གལ་སྲིད་ཁྱོད་རང་འདྲས་ཁ་ཁ་མ་ཆགས་ནས་རེ་ད་མཚམས་ཚ་བཙལ་ཤོག་དུས་ཡང་འོན་ཏེ་ལག་འུར་ད་ད་ཁ་ཤས་ཀྱིས་ཨ་ང་བུའུ་འདོད་པ་མོ་སྒོ་ལ་ཡིན་ཁྱོད་རང་ཨུ་ཚུགས་རྒྱག་ནས་སྒོ་ལ་སོ་ཨ་ལ་ཡ་བྱོས་ཨོ་འདྲས་བྱུང་ནས་ཡང་སྐད་ཆ་དེ་འདྲས་བྱུང་ནས་སྐྱིད་འོས་ས་མ་ར་ང་འགྲོ་འོས་ན་སྐྱིད་འོས་ས་མ་ར་འོ་ནས་འོན་དེ་བཞིན་ལྟ་ངན་གཙོ་བོ་ད་རིང་འདིའི་འབྲེལ་སྟོན་བྱེད་དགོས་ཡ་དེ་རྒྱུ་མཚན་འོན་དེ་ཡང་འགྲོ་སྟངས་འགྲོ་བ་ལྟ་ངན་དེ་འདྲའི་ཆུན་ཆུན་ཞིག་ད་ཡོ་རོབ་ད་ཕལ་ཆེར་གཅིག་པ་གཅིག་རྐྱང་རེ་ཁྱོད་རང་ཡོ་རོབ་ས་ཆ་གཞན་པ་ཅིག་ལ་ཡིན་ནས་པ་སུས་ཡིན་ནས་པ་ཧྥ་རན་སི་ལ་ཡིན་ནས་ཀྱི་མེ་ཧྥ་རན་སི་ལ་ཡོད་ནས་གཅིག་དེ་ལ་ཡོད་ནས་པེ་ཤ་དེ་ཕར་ཚུར་དེ་འདྲའི་སྟངས་མགོ་སྐོར་དང་འོན་དེ་བཞིན་ཡང་ནི་གལ་ཆེན་པོ་སྤོས་རེད་བསམ་གི་འདུག་ད་དེ་སང་ད་བོད་ལི་ཡིན་ནས་ཆང་ས་རྒྱག་ཚར་ན་ད་འདྲའི་ཐོབ་ཐང་ཚང་མ་གཅིག་པུ་གཅིག་རྐྱང་བགོ་བཤའ་རྒྱག་འོག་ཏུ་ཁ་ཁ་བྱས་ན་འོང་དེ་དཔེ་ཤུགས་ཆེན་པོ་ཆགས་ཚར་ཞིག་ཡ་ད་རྒྱ་གར་ལས་ཁྲིམས་ཐོག་ནས་བསྐྱངས་ན་དེ་སང་ད་ལུང་པ་ཕལ་ཆེ་མང་ཞིག་གཅིག་པ་རེད་བསམ་གི་འདུག་འོང་དེ་བྱས་ནས་ཨ་ནི་ཡས་ཁྱོད་ཚོ་ཆང་ས་རྒྱས་དང་མིག་སེར་སྤུ་གུ་བཟོས་དེ་ཚོ། དཔེ་དཔེ་གལ་ཆེན་པོ་བསམ་བློ་ཡག་པོ་བཏང་ཡ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ཡ་འོན་དེ་བཞིན་ད་ང་ར་གི་ད་ལྟ་གོ་རྒྱོ་དང་དེ་འདྲའི་ཉམས་མྱོང་ལ་འོར་ཁ་ལ་འོར་དང་འདྲའི་མཐོང་རྒྱོ་ད་དེ་ཚོའི་གི་རྩིས་ནས་ངས་ཁྱེད་ཚོ་ལ་ད་རིང་ནོ་འདི་སྐོར་ཏིས་ཅིག་ལ་ན་བསམ་སུ་ཡ་ཡང་ཏིས་ཕན་ན་བསམ་སུ་ཁ་ཆེན་ད་ད་མ་འོང་པ་ད་ད་ག་ཚོད་ག་ཚོད་འོར་ད་གའུ་ཆེ་ནི་དེ་ངས་ག་ཚོད་འོར་ཡ་ནི་སོ་སོ་ཡང་ཁ་ཤས་པུ་གུ་གོ་མོ་གོ་ཁ་ཤས་གའུ་གཏན་འཁེལ་མ་མཁན་ཡང་པུའུ་ཀྲོའུ་སུའུ་ནི་ཡང་ད་ལོ་གཅིག་གཉིས་ལ་ཁ་ཁ་ཆག་ཆེ་ནས་ཡང་སོ་སོ་སོ་སོ་དཀའ་ངལ་རོང་ནོ་ར་འཇུ་མ་ཡང་མིའི་རོགས་པ་གསར་བ་ཅིག་ཚེ་ནས་ད་ཡང་པུ་གུ་དེ་ལ་ཟ་མོ་ད་མགོ་རེད་ཤུགས་ཆུང་པོ་ཞིག་ལི་ཡིག་དུ་ཨ་ཡ་དམིགས་བསལ་གྱི་བུ་མོ་འགྲོ་འོས་ན་རེ་ད་ད་ད་ངའི་ལ་བ་ནང་བཞིན་རེ་སོ་སོ་ངོ་ནས་ང་འགྲོ་འོས་ན་རེ་ད་ར་སོ་སོ་ཨ་མ་ཆ་དུས་ཁྱེད་རང་ཨ་མ་དང་པོ་ཆ་ད་ཨ་མ་ལ་ཡ་ད་ཆ་ར་ཡ་པུའུ་ཀེ་ན་ད་ང་ད་དེ་སང་འགྲོ་འོས་ན་རེ་ད་ད་ང་ང་ར་ལ་ཤུགས་ཆེན་པོ་ག་རེ་ལ་ཡིད་དུ་ལ་ན་ད་ང། ཞེས་བརྗོད་ར་འོང་དེ་ག་རེ་ལ་ཞེས་ཡིད་དུ་ལ་ནར་ད་སོ་སོ་ཕ་མ་ཆ་ནས་ཅེ། ཤི་ཡ་ལ་ཡས་ད་ཤི་ནས་ང་ཞེས་དེ་ལ་ཡིད་དུ་དེ་ང་ར་ཤི་ཡས་ཡིན་ཙང་ང་ཤི་ཡིད་ཞེས་དེ་མར་དུ་ད་ག་ང་ཤི་ན་ཨ་ད་སྤུ་གུ་དེ་སྤུ་གུ་དེ་ག་ཅི་ཡོད་ན་ད་ད་སྤུ་གུ་ཆུན་ཆུན་རེད་ང་མེད་ན།

གཅིག་མེད་ན་ནི་ག་ཅི་ཡོད་ན་ནི་སྤུ་བོ་དེ་ག་འདྲའི་ཆེ་ཡོད་ན་ང་རང་ག་འདྲའི་ཆེ་དགོས་ན་ལས་དང་འོན་ཏེ་དཔལ་ཤུགས་ཆེན་པོ་ལི་ཡི་དེ་ཡང་འོན་ཏེ་ཕྱིན་ན་ནི་ཁྱོད་ཚོའི་གཅིག་པ་གཅིག་ཡང་འོན་ཏེ་ཚོར་སྒོ་བར་སམ་པོ་དེ་ཡང་སུ་ཡིན་ནའི་འོན་ཏེ་ཕྱིན་སྤུ་བོ་དམིགས་བསལ་གྱི་སྤུ་བོ་ཟོས་དེ་ཚོ་ལི་ཡར་རོགས་པ་གཉིས་ཀ་ཕར་ཚུར་གཉིས་ཀ་སྡོད་པ་ཡོད་ག་རེ་ཡིན་ནའི་འོན་ཏེ་སྤུ་བོ་ཟོས་དཔེ་གལ་ཆེན་པོ་རེད་ཤི་སམ་པོ་དེ་ར་ད་དེ་ལུང་པ་ལ་ད་ད་འདོད་ཨོ་སི་རེད་ད་ག་ལོ་ཨིན་ཇིའི་འགྲོ་སྟངས་འགྲོ་བོ་ཕྱིན་ནི། ཁ་ཁ་ཆ་ནས་ཡང་ངས་འདི་ཡང་ཡག་པོ་ཐུང་གི་འདུག་ད་ལྟ་ཁ་ཁ་ཆ་ནས་ཆ་ཚ་རེ་མི་ཚེ་ཚང་མ་སུ་སུ་སུ་འགྲོ་འདོད་ཡིན་ནས་སུ་སུ་པུ་གུ་པོ། ག་ལོར་ད་ཨེགས་ལ་འོ་ར་རྙིང་པ་དེ་ཡིན་ན་པུ་གུ་པོ་ཐུ། ཡང་ཨ་མ་འགྲམ་འགྲོ་ན་ཨ་མ་འགྲམ་འགྲོ་པུ་གུ་ཡག་ཆེན་པོ་ཆ་དུས་སུ་སུ་ཕ་མ་ཧ་གོ་ཡ་གལ་ཆེན་པོ་རེད་འོ་དེ་ཕྱིན་ཨ་ཡང་ཕ་ཚུ་གཉིས་ཀ་སུ་སུ་ཕ་མ་གཉིས་ཀ་ཐུ་གཉིས་ཀ་མཉམ་དུ་འགྲོ་ཧ་ཧུ་འདུག་ཨ་ཡང་འོ་དེ་ཡང་དཔེ་ཡག་པོ་རེད་བསམ་གི་འདུག་ཡ་འདྲེ་ཆེ་ངས་མང་པོ་འདུག་ཨ་ཡ་དེ་སང་ད་ཡང་ཁ་ཤས་ཡང་འབྲེལ་བ་བྱེད་དགོས་བསམ་ནས་ཡང་ཕར་བྱོས་ཏེ་ཡག་པོ་ཆུ་མེད་ན་ཡག་ཡང་འབྲེལ་བ་མ་བྱེད་ནས་ཡག་ཤོས་རེད་བསམ་གོ་འདུག་ག་ཅེ་ན་ན་དཔེ་ན་ཆ་བཞག་ན་ད་ང་འགྲོ་འོ་ཅི་ཡིན་ན་ད་ང་སྤུ་གུ་ཅི་ཡོད་ང་ཁ་ཁ་ཆ་ཡོད་ན་ངའི་འདི X དེ་གཞན་པར་ཤི་སྙམ་འགྲོ་ཡོད་ན་ཡང་ང་གཞན་པ་དེ་སྤུ་གུ་སྤུ་གུ་ད་ཡིན་ཡང་ད་སྤུ་གུ་སྤུ་གུ་ཆེད་དུ་འབྲེལ་བ་བྱེད་དགོས་རེད་སྤུ་གུ་ཆེད་དུ་འབྲེལ་བ་བྱེད་དུས་ཡང་ཕར་ཚུར་འབྲེལ་བ་དེ་བྱས་ཏེ་ཡང་ཁྱོད་རང་ནང་ཡོད་རྒྱུ་དེ་ལས་ཡང་ཡག་མ་སྤུ་གུ་ཡག་མ་དཀྲུག་ཤིང་རྒྱལ་དཀྲུག་པ་ཤོར་ཅིག་ཡང་ནང་སོ་སོ་གཟིམ་རྒྱུ་དེ་གཏོར་བཞག་ན་ཡང་ཆོ་མི་འདུག་ཨ་ཡ་འོ་འདི་ཅི་ནས་ད་འོ་འདི་ད་ཡ་ཞེས་མ་ཤེས་ད་མང་པོ་ག་རེ་ཀོ་ར་གས་ད་མང་པོ་བྱ་ཡུལ་དུ་ར་གས་བྱ་འདྲེ་ཤེས་དན་ད་འོ་འདི་ཅན་ད་ངས་གཙོ་བོ་འོ་འདི་ལ་ཡན་པ་དམིགས་བསལ་གྱི་གཞོན་སྐྱེས་ཆང་ས་མ་རྒྱ་ངས་སྤུ་གུ་མ་སྐྱེ་ངས་དེ་ཚོ་ལ་ནི་ཁྱེད་ཚོས་བསམ་བློ་ཡག་པོ་བཏང་ར་སྤུ་གུ་བཟོས་དེ་སྤུ་གུ་ལ་ཡ་དེ་ད་ལྟ་དང་པོ་སོ་སོའི་གྲོགས་ཁོ་ན་ཡོད་དུས་དང་འོན་ཏེ་བསམ་གྱི་དང་པོ་གྲོགས་ཁོ་ན་ཁྱེད་སྐྱེས་ལ་དཀའ་ལས་ལ་བསམ་ཡོད་ཀྱང་དངོས་གནས་བྱས་ན་འོན་ཏེ་དུས་ཚོད་ལས་ལས་ལྷག་ཤོས་རེ་ཞུ་ཡ་དང་ད་ལྟ་ཚ་ཚ་དུས་ཞི་གནས་དྲན་གྱི་དང་མི་ཚང་མ་དངོས་འབྲེལ་དང་སོ་སོ་ལ་མ་བྱུང་པོ་ཏོ་ཧ་གོ་བོ་མི་འདུག་ཡ་པོ་གྲོགས་ཁོ་ན་ཡོད་སྐྱེས་ད་སྐྱེས་དུས་དང་དངོས་གནས་དཀའ་ལས་ཡིན་ཆེ་ར་ད་དེ་ཨ་མ་པོ་ཏོ་ཚོར་ཐུག་མར་ངེས་ཞུ་བཤད་ནས་ད་སྐྱེས་ངའི་དུ་འཛོ་གི་པོ་ཏོ་ཚོར་གི་མ་རེད་ཡ་མ་སྐྱེས་ངའི་ངེས་ཞུ་ལ་ནས་ཞུ་ཚོར་ཐུག་མར་ཁ་ཆེ་སོ་སོ་ལ་བྱུང་ཡོད་མ་རང་འོན་ཏེ། ཨ་ནི་འོ་འདི་བྱས་ནས་ད་ད་འདའོ་འདྲེ་ཀེ་ཚང་བ་བྱེད་བྱེད་དོན་སྐྱེད་ཚ་ནས་ཁྱོད་རང་ག་ཚོད་ག་ཚོད་ཨ་ནི་སིམ་འདྲེ་ལའོ་ར་ད་ཅིག་ཕྱིན་ཅི་ཕྱིན་ཅི་སིམ་འདྲེ་མེད་ན་ཡང་ད་ང་འགྲོ་འོས་ན་ངའི་སྤུ་གུ་ཉི་གུང་རྒྱ་ལབ་འདྲ་ཕེ་གི་སྤུ་གུ་ག་ལ་ཉི་གུང་ག་ལ་ཟ་ག་འགྲོ་འོ་འགྲུབ་འོས་ན་ཡང་ང་ར་ནང་འདའ་བ་ཅིག་བྱེད་དེ་ནས་ཧོབ་ཏུ་མེད་འོ་འདྲེ་ཕྲིན་གི་ད་ཨ་ད་དེ་རིང་ཡང་ཉི་གུང་ཁོ་ཚོ་ཕེ་གི་ག་ཅིག་ཡོད་ན་ཟ་མས་བྱ་ད་ཕ་མ་ཆ་ཚང་ན་འོ་འདྲེ་འོ་ད་ཀླད་པ་ལ་སྤུ་གུ་དང་ཁྱོ་ག་དང་ནང་མི་འདི་སྐོར་ཡང་སྲིད་ཡང་སྲིད་ཀླད་པ་ལ་ཀི་ལིག་བྱེད་ཀི་འདུག་ཨ་ཡ་དྲན་དེ་གླེགས་ཡི་འདུག་ཨ་རང་བཞིན་མེད། འོ་འདི་ཅི་ནས་ད་ངས་འོ་འདྲི་འགྲོ་བཞིན་ཡོད་ཨ་ད་མང་པོ་མང་པོ་ཆགས་སྲིད་ཡ་གོང་ད་ནི་ཁ་ར་བ་ད་ཡིན་ཡ་ངས་རྡོག་རྡོག་འོ་འདི་ལའོ་བསམ་ཚེ་ཁ་ཅིག་ང་ད་ལྟ་འདི་རོགས་པ་ཅིག་ཡ་ཅིག་ཡི་གི་ལས་སོ་ཡ་འདི་ལས་དུས་ཨ་ནི་ངས་ད་བེ་ཤ་ད་འདི་ཚོ་འོ་འདྲི་ད་དུས་དངོས་གནས་ཨ་འདི་འདྲས་ད་འདི་ད་ད་ང་རོགས་པ་འདི་ལ་ད་འོ་འདྲི་བྱུང་འོ་འདྲས་ད་སྐོར་རེད་འདུག་ཨ་ཡ་ཨ་ནི་ཡིན་ནའི་ད་ག་ལ་འོ་མ་ཆུང་ངེས་དུ་མཛོད་ལ་ངེས་དེ་ངས་སྐད་ཆ་དྲིས་ཡིན་པ་ཡང་ཞུ་གི་དེ་འདྲའི་རོགས་པ་འདི་མི་དེ་བདག་པོ་དེ་ལ་སྐད་ཆ་དྲིས་ནས་བཏོན་ཡོད་དེ་གི་ན་འོ་དེ་བྱས་ན་ཡང་དེ་འདྲའི་མི་མ་ཆུང་ངེས་དུ་མཛོད་ལ་དེ་འདྲའི་ཅིག་ཧ་གོ་ན་ཡང་དེ་ཡག་པོ་ཡོད་རེད་བསམ་ས་འོ་དེ་བྱས་ན་ནི་ང་ར་དྲན་བ་དེ་འདུག་ཤཱཀྱ་ནི་འདུག་ཟོས་ནས་བཤད་བཤད་ཡོད་ཡ་ཁྱོད་ཚོ་ལ་ནི་ངའི་རེ་བ་ལ་ད་དེ་དེ་ན་ལོ་ལ་ཆང་ས་མ་རྒྱ་ངེས་དང་བུ་གུ་མ་རྒྱ་ངེས་དུ་མཛོད་དེ་ངས་དེ་ལ་ནི་ཡང་དེ་ཕིན་གི་རེད་བསམ་གི་འདུག་ཡ་འོ་དེ་བྱས་ན་ནི་ཚང་མ་ལོག་ལྟ་འོང་ལྟ་རང་ཡིན་ཡ་ནི་ཡང་སྐད་ཆ་ཡ་མ་ཏིས་ཐོ་མེད་ཤོད་ཡོད་ན་ནི་གོང་ལྟ་ཡ་ཇི་ལྟ་ཡི་ལྟ་ང་ར་ག་རེ་བསམ་པ་དེ་ངས་གར་ཏུ་སུས་ལ་བཤད་ཡོད་ཡ་ནི་དེ་ནི་དུང་དུ་མཛད་ལྟ་འདྲེ་གར་ཏུ་བཤད་བཤད་རང་གར་ཏུ་མ་ཨོན་དུ་ག་ལ་བར་ད་ཀེམ་ར་ཨོན་བྱི་བ་ད་བཤད་ཡ་ནི་ཚ་བ་ད་བྱ་ཨོན་དེ་བྱ་གི་ཡོད་པ་དེ་སང་ཨོན་འདྲེ་ཡ་ག་ཏུ་ག་ཅི་ན་ང་ར་ད་དུས་ཚོད་ཞིག་ར་ར་གི་མི་འདུག་ར་ལས་ཀ་འགྲོ་ཡ་ནང་ལ་སྤུ་གུ་ཡོད་སིང་ག་འདྲེ་བྱིན་མཁར་དུ་ཤེལ་མཁར་དུ་གཡའ་མར་མང་པོ་བཅས་དེ་འདྲའི་བཟོ་བཅོས་རྒྱ་ཤུགས་ཆེ་བོ་གྱིས་མི་འདུག་ཡང་འོན་ཏེ་ཅི་ཡང་ཡང་ནི་ཚང་མ་བློ་བཀའ་དྲིན་ཆེ་ནི་འོ་ན་འོ་ར་རྒྱབ་སྐྱོར་དཔེ་ཡག་པོ་གནང་གི་འདུག་ཐུགས་རྗེ་ཆེ་ལན་ཡང་ནི་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ནི་ཨ་ནི་ང་ཚོ་ནང་མི་ཤི་ཨ་ནི་བྷི་བྷོ་འགྲོ་ཁ family ལ་ནི subscribe བྱེད་རོགས་ཆེ་ཡན་ད་ལྟ་བུ་དོ་བྱེད་ངས་ཚང་མ་ལ་ཐུགས་རྗེ་ཆེ་ལན་ཡིན་ཨ་ནི་ཨ་རྗེས་བྱེད་ཡོང།